འདི་ལྟ་བུའི་ཕྱིར། ད་ཁི་ཀི། དེ་རྒྱུ་ར་ཁེ་ནི་ནི་མོ་ཟེར། གྲོགས་ཁོ་སྔོན་ཆོད་ཀི་ཕྱིར་ན་ཁཙི་འཛི་གི་ད་ཕྱིར་ན་རྗེ་འདི་ཐམས་ཅད་འཇོམས་པར་བྱེད་པ། འདི་མོ་བའི་ཕྱིར་ན་ཐི་དང་ཕྱིར་ན་གཛིན་ཁྲི་ང་ནི་འདི་མོ་བའི་ཕྱིར་ན་དྲང་སྲོང་ཟེར། དེ་ལྟ་བུའི་དྲང་སྲོང་གི་ཕྱིར་ན་དེ་རྒྱུར་གི། དེ་རྒྱུར་འདི་ཇི་ལྟ་བུ་རེད་དེ་ན་ཐིག་ལེ་ཅན་ལྟ་བུ་རེད། ཐིག་ལེ་ཅན་ཆེན་མོ་རེད་ཟེར་ན་ཆང་གིས་ཉེ་བའི་ཕྱིར་ན་ཐིག་ལེ་ཅན་གླང་ཆེན་ལ་སྙོམས་པ་རེད། རྩིས་གི་ཕྱིར་ན་རྣ་ལ་རས་ཀྱི་འཕྲེང་འཁོར་དག་དང། འཕྲེང་འཁོར་དག་དང་ཕྱིར་ཟེར་ན་ད། གཡུང་མོ་ལ་སྦྱར་ན་ཕྱིར་ན་གཡུང་མོ་ལ་དང་དང་ན། ད་ཕྱིར་ཟེར་ན། སྟབས་བརླག་ན་གཞན་དེ་འཇོམས་རྒྱུ་རེད་སྟབས་ཉེས་ན་ཕྱིར་ན་རང་ཕྱོགས་འཇོམས་རྒྱུ་རེད། འོ་ཆོས་གང་ནས་བཤད་དང་ནི། འོ་ན་ད་སྐབས་ཀྱི་ཕྱིར་ན་སྟོང་གི་ཆ་ནས་ཆོས་བཤད་དཀོན་རེད་ཟེར་ན། ད་ཕྱིར་ན་སི་ད་གི།

རང་གི་ཕྱོགས་འདི་ཉམས་པ་ཐོབ་ཅིག། ཕྱོགས་ནས་འཇིག་ན་སྲིན་པོ་གི་ཡིན་དུ་འཇིག་དགོས་ཀྱི་འོན་ཀྱང་ཕྱིར་ལྡོག་པའི་ཡུལ་ཆོས་ན་སྲི་ད་ངའི་ཕྱོགས་འདི་ལྟ་བྱས་ན་ཉམས་སོང་ཟིག། འབྲས་བུ་འདི་ལྟ་བྱས་ན་རིགས་ངན་འདི་ལྟ་རང་གི་མགོ་འཁོར་དང་ཟིག། ཕྱིར་དགའ་བྱས་ན་སྲི་ད་མོའི་ཕྱིར་ན་བ་གི་སྲིན་པོ་གི་ཁྱི་རེ། རང་གི་ཕྱིར་ན་དགའ་བའི་གྲོགས་རང་གི་ཕྱིར་ན་བདག་པོ། སྙིང་ནས་བརྩེ་བའི་ཕྱིར་ན་བདག་ཁོ་ར་མ་ན་དང་ཁ་བྲལ་ལེ་ཟིག། སྲིན་པོ་གི་ཇོ་བོ་གི་ཕྱིར་ན་སྐྱེ་མེད་ཚིག་གི་བཙོན་ར་ན་གཅིག་བཞག་གི་ཟིག།

གི་ཕྱིར་སྐྱེ་བའི་སྨན་དུ་ཕྱིར་དུ་འདམ་གྱི་ནང་ན་སྐྱེས་ཡོད། འོན་ཀྱང་འདི་གི་ལོ་འདབ་འདི་འདི་གི་ཕྱིར་ན་མེ་ཏོག་གི་ཕྱིར་ན་ཡལ་འདབ་འདི་དཀར་ཞིང་གཙང་བ། འདམ་གྱིས་མ་གོས་པ་དེ་བཞིན་དུ་ཕྱིར་ན་ང་ཡང་དེ་གི་ཕྱིར་ན་འདམ་གྱིས་རྡུལ་དང་བྲལ་བ་ཡིན། འདམ་གྱིས་རྡུལ་དང་བྲལ་བ་ཡིན། དེ་ལྟ་བུའི་ཚེ་ད་དེ་གི་ད་ཕྱིར་ན་མེ་ཡིག་དེ་མེ་ཡིས། ད་གོང་གསལ་གྱི་ཕྱིར་ན་སྨུག་པའི་ཆང་གིས་ཉེ་བ་ཡིས་བ་གི་ཁྲག་ནི་ཐིག་ལེ་ཅན།

དེ་མི་ཟེར་གི་ཅི་རེད་ཟེར་ན་ཨུ་མའི་མོ་ཚིག་གི་འབྲས་བུ་འདི་གསུམ་པོ་གི་ཡུལ་འདི་ནས་ཆི་རེད་ཟེར་ན་སྨིན་པར་རིགས་ཀྱང་དེར་མ་སྨིན་པར་སི་ཏཱ་མོ་རང་གི་གཤོག་པ་ཆི་རེད་ཟེར་ན་བ་གི་ཉམས་པའི་རྐྱེན་དུ་གྱུར་སོང་ཟེར་འདི་རིགས་གསུམ་གྱི་དུས་འཇོག་གོ་དགའ་དེས་ན་ཆི་རེད་ཟེར་ན་རྒྱུའི་རྐྱེན་གྱི་ནང་ནས་རྒྱུའི་རྐྱེན་གྱི་ནང་ནས་ཆི་རེད་ཟེར་ན་བྱུང་ང་བ་རིགས་མིན་གྱི་རྒྱུ་ཟེར་གི་ནོ་རྒྱུའི་རྐྱེན་གྱི་ཡང་ཆི་རེད་ཟེར་ན་བ་གི་ཅང་གི་ཟེར་གང་ང་གི་ནང་ནས་སྲིན་པོ་རྣམས་སྣ་ཚོགས་མདོག་ཅན་འདམ་གྱི་མངལ་དུ་ལུས་པ་ལ་སྲིན་པོ་ཐམས་ཅད་ཕྱིར་འདམ་གྱི་གཟུགས་སུ་བཀོད་དང། དེ་ལྷ་ཡང་ཕྱིར་དང་ངད་ཀྱི་གཟུགས་སུ་བཀོད་དང། སྲིན་པོ་འདི་ཕྱིར་འདམ་གྱི་གཟུགས་སུ་བཀོད། དེ་ནི་ཡང་ཕྱིར་དང་ངད་ཀྱི་གཟུགས་སུ་བཀོད་དང། དེས་ན་ཕྱིར་ན་གཟུགས་ཅན་གྱི་གཟུགས་ཅན་ནམ་ཡང་ན་ཕྱིར་ན་གཟུགས་ཅན་བར་མར། གང་བ་དྲུག་ག་ཕྱིར་ན་དགེ་བའི་དོན་བཞིན་བཀོད་པའི་རྒྱན་གྱི་བདུན་པ་ཡང་ན་ད་བྱ་བ་རང་བཞིན་བརྗོད་པའི་རྒྱན་འདྲ་མི་ངག་པའི་མེས་སུ་བཀོད་ནོ། དེའི་ནང་གི་རྒྱན་དུ་མ་ཟེར།

ཨོ་དེའི་ནང་ལས་ད་ཕྱི་རོལ་དུ་ན་གཡུང་མོ་ཤི་སོང་ན་ཕྱི་རོལ་དུ་ན་བ་ཀི། ཕྱོགས་དེར་ཕྱི་རོལ་དུ་ན་སྐྱེ་བ་རེ། དེ་ན་ཁུ་གེ་ཕྱི་རོལ་དུ་ན་བ་ཀི། སྟག་ལྤགས་གཟིག་ལྤགས་ཀི་ཕྱི་རོལ་དུ་ན་བ་ཀི་བྱ་ག་སྟེ་ནི། སྡར་མ་འདི་ཕྱི་ན་གཡུང་མོ་ནི་བཀྲུས་ནས་ཕྱི་སྐོར་བ་ལང་ན་ཕྱི་རོལ་དུ་ན་བ་ཀི་ཕྱི་རོལ་དུ་ན་འཇིགས་མ་བ་ཀ་བ་མོ་གི་འཇིགས་མ་འདི་ཕྱི་རོལ་དུ་ན་བ་ཀི་མགོ་དག་གིས་ད་ཁྲོམ་སྐོར་བ་ཉོས་ནས་འདི་མོ་གི་ཕྱི་རོལ་ན་སོན་རེ། དེ་ནི་བྱུང་བས་ད་བུ་ཐམས་ཅད་ཀི་ཕྱི་རོལ་དུ་ན་ཆེ་སིག་སིན་ཟིན་རེ་ན། ཁོ་བོ་འདི་གཡུང་མོ་འདི་ཤི་ན་ད་ཕྱི་རོལ་དུ་ན་ད་ཡ་ཡིན།

ད་ཁྱེད་ཕྱིར་དེ་ན་སྤྲོས་ཧ་ན་མ་མཐའ་འདི་མོ་ཟིག་ངག་ཡོང་བའི་ཕྱིར་དེ་ན་ང་ཐབས་ཀྱི་སྒོ་ནས་ཕྱིར་དེ་ན་བ་ཁུ་ཆུ་ལ་འཇུག་གོ་ནོ་འདི་ལྟར་ཕྱིར་དེ་ན་ད་གཡུང་ངུ་ནས་ཕྱིར་དེ་ན་སྡར་མ་འགྲོ་གོ་ནོ་གི་ངང་ཚུལ་དྲན་ནི་ག་ཅིག་རེད་དེ་ནི་ད་ད་མོ་མི་འགྱོ་ད་ཟིག་དམ་ལས་ད་ནང་དོན་ན་མོ་དེ་འདི་ནི་སྙིང་གི་རྒྱན་ཞེས་བ་ཆེ་དང་བས་ན་བྱ་བ་རང་བཞིན་བརྗོད་པའི་རྒྱན་རེད་འདིའི་ནང་ནས་རྒྱན་གཙོ་བོ་ཕྱིར་དེ་ན་ཟློག་ངེས་པའི་དཔེ་རེད་ཟློག་ངེས་པའི་དཔེ་རེད།

ཁྱེད་ཀྱིས་ད་ཐེངས་པ་འདི་ཕྱིར་བསྣུར་བ་ཀི། བྱ་བ་འགལ་བ་གཞི་གཅིག་གཞི་གཅིག་གི་ཕྱིར་བསྣུར་བྱ་བ་འགལ་པ་འདིའི་འགལ་བ་ཆེས་མང་བོ་འགལ་བ་བྱ་བ་འགལ་བ་དང་བྱ་བའི་ཕྱིར་བསྣུར་འགལ་བ་དུ་མ་བ་ཀི་དྲུག་མི་འདི་མེད་ཀ། དེ་ནི་ཆུང་གི་ཕྱིར་བསྣུར་ནི་ཁྱེད་ཀྱིས་ཐ་དད་པའི་ཡོན་ཏན་འགལ་བའི་རྒྱན་གཞི་ཉིད་དུ་མ་གཟུགས་དག་ན་ཆགས་ན་ཕལ་ཆེར་གཏི་མུག་གི་རྣམ་འགྱུར་འགའ་འདོགས་སྐད་དེ།

ཉིས་སྟོང་ཟེར་ནས་རྐང་སྟོང་ཟེར་ནས་འདི་མོ་བ་གི་མང་ག། དེའི་ནང་ནས་ཕྱིར་ན་རྐང་སྟོང་ཟེར་དགོས་ན་ཕྱིར་ན་ལྗོན་ཤིང་རེད་ལྗོན་ཤིང་གི་ཕྱིར་ན་རྩ་བ་ནས་ཡ་ར་ཕྱིར་ན་ཆིན་ཇི་བས་ད་ཕྱིར་ན་ཁུ་གེ་ར་ལག་ར་ཕྱིར་ན་གཞུང་རྟ་འདི་བརྒྱན་ར། དེ་ནས་བྱུང་གི་རྐང་སྟོང་ཟེར་དགོས་འདུག་གི། རྒྱུ་མཚན་འདི་རེད། རྐང་སྟོང་གི་ཕྱིར་ན་བ་གི་ལྗོན་ཤིང་གི་ཚོགས་ཐམས་ཅད་ཟེར་གྱི། ང་ཚོ་བ་གི་མང་བས་ནུས་ལྡན་འདུག་ན།

ནགས་ཀྱི་སྐར་མཁན་སྤྲེའུ་ཧ་ནི་མ་མཐའ་གི། སྤུ་ཡིས་ལུས་ན་སྐྱོན་ནོ་གི་བ་སྤུ་གི་ཕྱིར་ན་ཕྲེང་བ་དེ་གི། དེ་ཇི་ལྟ་བུ་རེ་ཞེ་ན། སོག་ལུས་བཞིན་དུ་བ་གི་སྣུམ་པོ་རེ། སོག་ལུས་བཞིན་དུ་གི་སྣུམ་བ། ཕྲེང་བ་བཞིན་དུ་སྟར་ལ་རྒྱས་པ། འདི་ལྟ་བུ་གི་སྒོ་ནས་ད་གཟེར་གྱི་ར་བ། ད་ཧ་ར་ཅི་ན་ཁི་ཏང། སོག་ལུས་ཀྱི་ད་དུས་དང་དུས། གང་བཀྲེས་བཏང་གཟིགས་ཡོད་དུས་ན། སྲིན་པོ་གི་ཇོ་བོའི་ལོ་འགའ་འདྲེན་ཅི། འདི་གི་ཕྱིར་དུ་ན། སྐྱེད་མོས་ཚལ་འདི་ཐམས་ཅད་ཀྱི་འཇོན་ཁང་ཐམས་ཅད་དེ་ཕྱིར་དུ་ན་བཀྲེས་བཏང་གཟིགས། དེའི་ཕྱིར་སོང་བས། ཅི་གཟིགས་བཏང་ན་ད་ས་ལ་ལོག་སོང་གཟིགས། ས་ལོག་སོང་དུ་དཔེ་བཞག་ན་ཅི་ལྟ་བུ་རེད་ཟེར་ན་སོ་བདུན་ཟེར་གོ་ནོ་ཕྱིར་ན་གླང་བོ་ཆེ་ར། གླང་བོ་ཆེ་གི་ཕྱིར་ན་སོ་བུར་འདི་ལ། གཟུངས་ཡོད་ནོ་གི་ཕྱིར་ན་ད་འདམ་བུ་འདྲ་མོ་རེད།

འདི་བཀོད་རྒྱ་གཅིག་རེད། ཡང་ཕྱིར་ན་གང་གི་དབང་གིས་ཞུགས་པ་རེད་དེ་ན་ད་ཕྱིར་ན་དབང་ཞིག་གི་ཕྱིར་ན་སྲིད་ཀྱི་རིགས་སུ་གྱུར་ཡིད། འཇིགས་མ་ཅན་གོ་ནོ་ད་སྤྲོས་ར་ང་མ་ཡོད་གི། ང་མ་ཅན་འཇིགས། རྗེས་འགྲོ་འགྲོ་བའི་གོ་སྐབས་འཕྲོག། འདི་ནི་ཕྱིར་ན། སྤྲོས་ཀྱི་ཕྱིར་ན་དབང་ཞིག་འཇིགས་མ་ཅན་དེ་གི་མཐུ་ཐུབ་ཀྱི་རྗེས་སུ་འགྲོ་བས། འགྲོ་བ་ཞིག་ཀྱང་ཕྱིར་ན་འགྱུར། འགྲོ་བ་དེ་ནི་ད་བ་གི་འོ་ཆུ་འགྲོ་བ་རིགས་དྲུག་ག་དྲུག་ནང་ནས་ཕྱིར་ན་བ་གི་འགྲོ་བ་ཞིག་ཀྱང་ད་ཡིད་དུ་ན་མེད་ན།

གཞུང་གི་བར་གྱི་ཕ་རོལ་པོ་འཇོམས་པར་བྱེད་པའི་ཕྱིར་ན་སོ་བདག་སྐྱེས་གསུམ་པོ་ཐམས་ཅད་ཡང་ཕྱིར་ན་མྱུར་དུ་གསལ་སྟོང་གི་ཆོས་དེ་ནུས་པ་ཅིག་ལ། དེ་མི་ཚིག་གི་ཁུར་གྱི་ཕྱིར་དེ་ན་ཉིན་མོ་བརྒྱུད་པའི་གསུམ་པོ་དེ་རེད། ཁྱེད་ཀྱིས་ཅི་ཟེར་གོ་དེ་ན། ལྷ་ཆེན་དབང་ཤིག་གི་ཕྱིར་ན་སྲས་རེད། སྲས་རེད་དེ་ལ་ད་སྐབས་ཀྱི་གནས་སྐབས་འདིའི་ཕྱིར་ན་མཇུག་མ་དང་ལྡན་པ་རེད། འདི་མུ་གེ་ཆེ་ཤོས་དང་ལྡན་པ། གཅིག་གི་རྗེས་སུ་འགྲོ་བ་དེ་དང་མཚུངས་བ་དེ་དང་འགྲན་ཟླ་དང་ཕྱིར་ན་བྲལ་བའི་སྐྱེས་བུ་དག། གསུམ་པོ་ལང་ཀ་འབུ་རིགས་གྲོང་ཁྱེར་གྱི་ཕྱིར་དེ་ན་ཡིད་དེ་ན་ད་མེད་ཀྱི་གཅིག་ལ་མེད་ཀྱི།